ངེད་ཀྱི་གློག་བརྙན་ནམ་རྒྱུན་ཞེ་དྲག་དེ་བལྟ་མྱོང་མེད་པ་དང་ཡང་ཐེངས་མ་དང་པོ་གཉིས་པ་བལྟ་ཉེན་ཡོད་པ་ཡིན་ན་ཨ་ནི་ང་དེ་ནམ་རྒྱུན་བྲིས་སྤུ་བལྟ་སྟངས་དེ་ཚོ་བསྣན་པ་ཡིན་ན Subscribe Like རོགས་དེ་ཚོ་བྱེད་འོས་ན་ཡང་གོ། རྒྱུན་དུ་གློག་བརྙན་གསར་བ་དེ་ཚོ་བལྟ་ཡག་དང་གོ་སྐབས་འདི་འདྲའི་རག་གིན་ཡོད་རེད་ད་ང་སྤྱི་བཏང་གིན་ཡང་གོ་ཨ་ཁུ་རྣལ་འབྱོར་པ། རྒྱལ་ཁམས་པ་རྒྱལ་ཁམས་པ་ཡིན་དུས་འཇམ་པ་པོ་ས་ཆ་འདྲ་མི་འདྲ་འགྲོ་གི་ཡོད་དུས་ཡང་དགོས། དམིགས་བསལ་གྱི་གནས་ཀྱི་ས་ཆ་དེ་འདྲ་འགྲོ་གི་ཡོད་བ་གནས་སྐོར་བྱེད་ས་དང་དེ་འདྲ་ལ་ང་རང་སྤྲོ་སྣང་ཡོད། ད་རི་འགྲོ་བ་མང་པོ་མཛའ་ན་རྐང་པ་ན་རོ་རོ། སྤྱི་བཏང་ང་རའི་ལས་ཀ་དེ་ཡུལ་སྐོར་སྤྲོ་འཆམ་བྲིས་ངེས་རེད་ཡིན་ནི་ད་ཤུགས་ཆེ་དེ་ངས་གནས་སྐོར་དེ་འདྲ་བྲིས་ཡོད་བ་འོ་དེ་འདྲ་གནས་སྐོར་བྲིས་ན་རི་ཡས་སྐོར་གནས་སྐོར་འོ་དེ་འདྲ། དགེ་མཚན་གཉིས་འོ་དེ་འདྲ་རེད་དོ། བྱས་ཙང་གླིང་ཡས་ཀྱི་ནམ་རྒྱུན་ས་ཆ་འདྲ་མི་འདྲ་ནས་སྒོར་འགྲོ་དུས་ཡང་ཁ་གཅིག་ཕེབས་མ་མྱོང་ངས་དུས་ཚོད་ཆ་ནས་རེ་ཐུགས་འགལ་བྱས་ནས་ད་མང་པོ་ཅིག་རྩོམ་སྐོར་བ་དེ་འདྲས་འབྲི་དགོས་དུས་ནི་དཀའ་ལས་ཁག་པོ་ཡོད་དུས། ཡང་གློག་བརྙན་དེ་ཚོ་བལྟ་བ་ཡིན་ན་དེས་ཐུགས་འགན་གསོ་གི་ཡོད་རོ། ཨོ་ལྷན་རྒྱས་བཀྲ་ཤིས་བདེ་ལེགས་ད་ད་རིང་འདི་ང་ཚོ་རླུང་རྟ་དག་ལབ་བྱེད་ཀྱི་གཟི་ཕུག་གི་ཡ་ས་མཐོ་ཚད་བཞི་སྟོང། རྒྱ་ནས་ཉེ་རྒྱ་པར་རུ་གི་ད་ས་ཆ་དེ་ལས་རླུང་བུ་ཡག་པོ་ཡོད་ད་ང་ཚོ་ད་རེས་རླུང་རྟ་མང་པོ་ཞིག་ཡོད་ཨོ་དེ་བཏང་ཡ་བྱས། ད་ནི་རླུང་རྟ་ད་རླུང་རྟ་བཏང་བའི་སྐབས་ལ་ད་རིང་ངེད་ཀྱིས་དེ་རླུང་རྟ་དེ་དེ་གི་གཤོངས་དེ་ལ་བཏང་གི་རླུང་བུ་ཡག་པོ་ཡོད་རོགས་དེ་ལ་སྤྱི་བཏང་གི་ང་ཚོ་རླུང་རླུང་རྟ་ལ་ཡ་དེ་རླུང་བུ་ཡག་ས་ད་སྤྱི་བཏང་གི་ཡང་ཁ་ཅིག་ལ་བདག་བདེ་ཐང་རིང་གི་རླུང་རྟ་འདི་བཏང་བ་དང་སྦྲགས་ནས་ཡང་ཉིད་ཀྱི་འགྲེལ་བཤད་མཐུན་འདོད་ཅིག་རྒྱལ་ཐབས་ཤིག་བྱེད་ཀྱིན་ཡང་འདིས་ཕན་ཐོགས་པའི་གི་རེ་བ་ཡོད། ཡང་ཁ་ཅིག་ལ། ད་ཁྱེད་རྣམ་པ་ཡག་པོ་བཤད་ངེས་དེ་ཚོ་གོ། དྲིན་གཟོ་དང་རེ་ཞིག་དང་གི་འོ་དེ་འདྲ་ཡིན། ད་རླུང་རྟ་ལའི་འདི་ང་རང་ཚོ་གི་ད་བོད་པའི་གི། བརྡ་ནང་ལོར་རླུང་ལྷའི་དེ་ལྟ་ང་རང་ཚོས་ཀྱི་འབྱུང་བ་བཞིའམ་སྔགས་ཀྱི་བརྡ་རླུང་ལྷའི་དེ་རོ། རླུང་བུ་རྒྱབ་ཟེར་རླུང་བུ། ད་འབྱུང་བ་དེའི་ནང་ལོ་ནས་ད་མགྱོགས་ཤོས་མྱུར་ཤོས་དེ་ད་རླུང་བུ་དེ་ཆ་དེ་ས་རླུང་ལྷའི་དེ་རོ་རླུང་དེ་ས་ཆ་གཅིག་ནས་གཅིག་བར་འགྲོ་བ་འོ་དེ་འདྲའི་རླུང་རླུང་བུ་གི་རླུང་དེའི་ཆས། ད་དེ་ནས་རྟ་དེ་ང་རང་ཚོས་ཀྱི་སྒོ་ཕྱུགས་སེམས་ཅན་རྟ་ང་རང་ཚོ་སྲོག་ཆགས་སྒོ་ཕྱུགས་སེམས་ཅན་གྱི་རྟ་དེ་རོ། ད་དེ་ཡི་མིང་འདི་ཐོག་མར་ཐོག་སྟངས་དེ་ག་འདྲ་ཟིན་ད། ད་དེ་ཡིན་ན་ད་སྙེ་མའི་སྐབས་ལ་ད། ང་རང་ཚོ་དེ་གླིང་འདི་ནང་ལོ་ད། སེམས་ཅན་ད་ས་སྟེང་འདི་ནང་ལོ་ལ་ད་སེམས་ཅན་འཇོག་ཤོས་དེ་ཁོ། ད་དེ་ཆ་དེ་ཡིན་རོ་བྱས་ཙང། ཨ་ནེ་ཡང། བྱུང་བ་བཞི་ལྔ་ལྔ་སྣང་ལོ་ལ་ད་འཇོག་ཤོས་དེ་ཁོ་རླུང་དེ་ཆ་ཙང་ད་ཁོ་ཚོས་ཀྱི། ཚིག་དེ་སྦྲེལ་ནས་ནི་རླུང་རྟ་ལ་ནི་ད་རླུང་དེ། རླུང་རྟ་ལ་ནི་ད་རྟ་བྱ་ཡི་རོ་འོ་དེ་རེད་མིང་འགྲོ་སྟངས་དེ། ཨོ་ཡ། ད་ཅི་སྟངས་ཀྱིས་ད་རླུང་རྟ་འདི་གཏང་དགོས་ཡ་གི་རྒྱུ་མཚན་དགོས་པ་ག་རེ་རེད་ཟེར་ནས་ཡང་དྲི་བ་ཅིག་གླེགས་རོགས་ད་ཅི་སྟངས་ཀྱིས་ད་ང་རང་གིས་གང་ཐུབ་ཐུབ་ཀྱིས་ཤེས་པ་དེ་མ་འབད་བརྩོན་བྱེད་ཀྱི་ཡིན། ཨོ་ཡ། ད། ང་རང་ཚོ་རླུང་རྟ་འདྲེན་དགོས་རྒྱུ་མཚན་གཙོ་བོ་འདི་དག་འབྱུང། གླིང་འདི་ན་འབྱུང་བ་ལྟ་གླིང་འདི་ཚང་མ་འགྲུབ་པས་འདི་འབྱུང་བ་ཞེས་སྔགས་ཀྱིས་བསྒྲུབ་པ་འདི་ནི། ད་ས་ཆུ་མེ་རླུང་ལྕགས་ཁམས་ནམ་མཁའ་ད་འདི་གིས་བསྒྲུབ་བྱ་བའི་ཚུལ་ཚང། ད་འདི་གིས་འདི་ང་རང་ཚོ་འཆམ་འཆམ་ད། འཛམ་བུ་གླིང་འདི་ནང་ལོག་ལ་བས་འཆམ་འཆམ་ས་ཡོམ་བརྒྱ་བ། མེ་འབར་བ་ཆུ་ལོག་བརྒྱ་བ་ཧོ་ཡ་དེ་ནས་རླུང་འཚུབ་བརྒྱ་བ། ད་འདི་འདྲའི་ཡས་ཀྱི་འབྱུང་བས་ཀྱི་གནོད་འཚེ་མང་པོ་ཡོང་གི་ཡོད་རོ། ད་གནོད་འཚེ་འདི་ཚོ་ལ་མ་ཟློག་གལ་གྱི་ཆེད་དུ་ད་རླུང་རྟ་བཏང་གི་ཡོད་རོ། ཨ་རླུང་རྟ་འདི་ནང་ལོ་ལ། ད་འདི་ག་འདྲས་ཟློག་གི་རེད་ལ་དུས་ཨ་ནི་རླུང་རྟ་འདི་ནང་ལོ་ལ་ཚོས་ཤིང་ལྔ་ཡོད་རོ་ད་ནམ་རྒྱུན་ཡིན་ན་ཚོས་ཤིང་ལྔ་ས་ཆུ་མེ་རླུང་ལྕགས་ས་ས། ང་རང་ཚོ་བོད་ཀྱི་ནང་ལ་བྲོས་པ་རེད་བོད་ཀྱི་ནང་ལ་སྐྱེ་བ་ཡིན་ན་ས་བ་ནས་ཡར་སླེབས་ཀྱི་ཡོད་རོ་ཡང་ང་རང་ཚོ་ནམ་རྒྱུན་དབྱིན་ཇི་སྐད་ན five elements ལབ་ཀྱི་རོ་ཨ་ནི་ཡང་ང་ཐོག་ནས་མ་བབས་པའི་སྐད་ཆ་བཤད་ཀྱི་རེད་གནམ། རླུང། མེ། ཆུ། ས་དེ་འདྲའི་སྐད་ཆ་བཤད་ཀྱི་ཡོད་རེད།

དཀར་པོ་དེ་མཚོན་གྱི་ཡོད་རེད། ཨ་ནི་དེ་ནས་ས་ཆུ་མེ་རླུང་ད་ལྕགས་ཨམ་ནམ་མཁའ་ལགས་དེ་དེ་ད་སྔོན་པོ་དེ་ཆོག་གི་སྤྱི་དང་ང་ཚོ་ནམ་མཁའ་ལགས་གི་རེད་ཡང་ཁག་ཅིག་གི་ལྕགས་ཡ་ལགས་གི་ཡོད་རེད་ག་ཡིན་ཟེར་ན་ད་ང་ནུ་ཚོ five elements ལ་དེ་ནི་ལྕགས་དེ་ལེགས་གི་ཡོད་རེད་འོ་དེ་རེད་བྱས་ཙང་ད་དེ་ཡི་རླུང་རྟ་དེ་བཏང་ནས་དགོས་པ་ག་རེ་ཡོད་ཟེར་ན་ཨ་ནི་ཆུ་ཕྱིའི་གི་འབྱུང་བ་ལྔ་བཞི་ལྡན་གནས་ཐུབ་པ་འོ་ཡ་ཨ་འདི་ནས་ད་འབྱུང་བ་ལྔ་གི་གོད་ཆག་མེད་པ་དེ་འདྲའི་གི་ད་རླུང་ད་རས་གི་ཆེད་དུ་ནི། ད་རླུང་ད་སྒྲོན་གི་ཡོད་རོ་དེ་ཚུལ་བཞིན་ང་དེ། འོ་དེ་འདྲའི་གི་སྒྲོན་རྒྱུ་མཚན་ད་གཙོ་བོ་གཅིག་འདི་ཆགས་ཡོད་རེད། ད་འདི་སྒྲོན་ནི། ག་འདྲས་ཕན་ཡོན་ཐོབ་གི་ཡོད་རེད་ཟེར་ལ་ཡིན་རོ། ཨ་འདིའི་ནང་ལོགས་ལ་ད། ཚུལ་བཞིན་ང་སོ་སོ་སོ་སོའི་གི་དེ་ལ་ནི་སྔགས་དེ་འདྲས་ཡོད་རོ་ད་དཔེ་ཆ་ན། ཀླུ་མདའ་གྱི་སྔགས་གུ་རུ་གྱི་སྔགས་སྒྲོལ་མ་དང། རྗེ་བཙུན་མེ་ལ་དང་ག་རེ་སོ་སོ་གྱིས་གང་བཏོན་པ་དང་ག་རེ་སྔགས་ག་རེ་སྦྲགས་ནས་འབྲི་གི་ཡོད་རོགས་ད་སོ་སོ་གྱིས་འདི་ཚོ་ཚང་མ་དང་རླུང་རླུང་རླུང་དང་ཤུགས་ཆེན་པོ་རྒྱབ་པའི་སྐབས་ལ་ནི་འདི་གི་རླུང་གིས་ནི་ཕ་སྔགས་འདི་ཚོ་དང། འདི་གི་འཛམ་བུ་གླིང་སྤྱི་གི་དང་གོ་ལ་འདི་ཚོ་ལ་ཕ་རླུང་འདིས་སྔགས་འདི་ཚོ་ཕ་སྤྲོས་ནས་ནི་སྲོག་ཆགས་སེམས་ཅན་ནམ་མཁའ་མཉམ་པའི་སེམས་ཅན་ཐམས་ཅད་ལ་ནི་ཐིམ་པ། ད་ནི་ཀྱི་ས་གཞི་ཚང་མ། ཚང་མ་བདེ་ཐང་དང། ས་གཞི་ཚང་མ་བྱིན་གྱིས་བརླབས་པ། འདི་ལ་སྔགས་འདི་འབྲུ་གུ་ཡོད་པ་དེ་འདྲའི་གྱིས་ད་ཚོར་སྣང་ཅན་གྱིས་བསྐོར་བ་ང་རང་ཚོའི་གྱི་རླུང་རྟ་འདྲེན་པའི་གར་ལ་མོས་པ་དེ་ཀུན་རླུང་དེ་འདྲ་ཞིག་བསྐོར་བ། འདི་ཀྱིས་ད། ཕྱི་སྣོད་ཀྱི་འཇིག་རྟེན་ནང་བཅུད་ཀྱི་སེམས་ཅན་ཚང་མ་ལ་ད། གནོད་པ་མེད་པ་དང་དེ་འདྲའི་རླུང་དར་བ་དང་ནད་དང། སྐྱོན་ད་དེ་འདྲའི་མེད་བ་བས་ཞེས་འཇམ་པོ་དང་ལྷོད་ལྷོད་དེ་འདྲའི་ངང་ལ་འགྲོ་བར་ཤོག་ད་དེ་འདྲའི་གི་སྨོན་ལམ་རྒྱག་གོ་རོགས་ཨོ་དེ་འདྲ་རེད་བྱས་ཙང་ད་དེ་རླུང་བུ་ཡག་ས་ཅིག་ལ་བཞག་གོ་རོགས་མ་དོ་ཡང་དེ་སང་གི་རྒྱ་ས་དེ་འདྲའི་ལ་བེད་བེད་ཁོ་རང་མི་ལ་སྟོན་ཨེ་དང་ངོ་མས་དང་ཁྲ་ཁྲ་སིང་སིང་དང་ད་དེ་འདྲའི་ཨིན་ཇི་གས་སིན་ནོ་འདྲེ་ཀོ་རེ་ཤིན་ལ་ཡིག་ཏོག་དེ་འདྲའི་ལ་བེད་སྤྱོད་བཏང་ནས་མཛེས་མཁན་མཛེས་མཁན་མཛེས་མཁན་ད་དེ་འདྲའི་བེད་སྤྱོད་བཏང་ན་ནི་ཁོ་རླུང་རྟ་གི་དགོས་པ་རྒྱུ་མཚན་དེ་ནི་འཕྲོ་བརླག་འགྲོ་རོགས་བརླག་སོང་རོགས་བེད་སྤྱོད་མེད་བ་སོང་རོགས། རྒྱུ་མཚན་མ་ཤེས་པ་གསུང་རོགས་ཨོ་དེ་འདྲར་བྱས་ཙང་ད་རིང་འདས་ངའི་གྲོགས་པོ་ཁ་ཤས་བྱས་ང་རང་རླུང་རྟ་ཀ་འཛོ་ནས་ཕ་ཡུལ་ཀ་བྲ་མ་འགྲོ་ནས་རླུང་རྟ་ཁྱིམ་ད་དེ་འདྲར་ས་མཐོ་བོ་གནས་བཟང་པོ་ཡུལ་ཁྱད་པ་ཅན་སྤྱི་ད་དམིགས་བསལ་གྱི་ད་རིང་ས་ག་ད་བ་ཚེས་བཅོ་ལྔ་ཨོ་དེ་འདྲའི་ལ་ད་རླུང་རྟ་འགྲེང་ཨོ་དེ་འདྲའི་གས་ནི་འདི་ཡ་རླུང་བུ་ཡག་པོ་ས་གཙང་བ་དེ་འདྲའི་ལ་འགྲེང་བ་ཡིན་ན་ཨ་ནི་ཁོ་རླུང་རྟ་འདེགས་ཀྱི་དགོས་པ་རྒྱུ་མཚན་ཅིག་གོ་བ་དེ་འདྲའི་ཅིག་ཚོར་སྣང་རེད་ཨ་ནི་ཡང། ས་ཆ་དེ་འདྲའི་སླད་མ་དུ་ཉིད་དེ་ནས་ན་སོ་སོ་གི་ཕྱོགས་དག་གི་རི་མཐོ་བོ་དང་དེ་འདྲའི་གར་ལ་རླུང་དག་དར་ལྕོག་བཙུགས་བས་དེ་འདྲའི་རི་བ། ད་འདིའི་རླུང་དག་དེ་གི་རླུང་བུ་དེ་གི་ནི་སྔགས་དག་དེ་ཚོ་ཕ་ས་ཆ་ས་ཕྱོགས་ག་ས་ག་ལ་ཕ་རླུང་བུ་དེ་ཁོ་རླུང་བུ་དེ་ལ་ཁོ་ས་ཆ་གཅིག་ལ་བསྡད་ཐུབ་ཀྱི་མེད་ཁོ་རླུང་བུ་ག་བ་ག་སར་འགྲོ་གི་ཡོད་ཙང་ཨ་ནི་འདིའི་སྔགས་དེ་ཚོ་ཚང་མ་ས་ཆ་དེ་ཚོ་ག་བ་ལ་ཁྱབ་པ་དེ་འདྲའི་གི་ཡིན་དུས་ཨ་ནི་འདིའི་གི་ནི་ས་ཆ་དེ་ལ་ནི་ས་ཆ་དེ་ཡང་ནི་ས་ཤི་ས་ཆུ་མེ་རླུང་གིས་གྲུབ་པའི་ཡིན་ཙང་འདི་ཚོ་ལ་གནོད་པ་མེད་པ་ས་ལ་ས་གཡོ་མེད་པ་ཆུ་ལ་ཆུ་ལོག་མེད་པ་མེ་ལ་མེ་འབར་བ་ཁང་པ་མེད་པ་ཤིང་ནགས་མེད་པ་དེ་འདྲའི་གི་གནོད་འཚེ་མེད་པའོ་དེ་འདྲའི་གི་ད་ནི་འབྲུག་རྒྱལ་ད་ག་ལ་བར་ད་དེ་སང་གི་ད་གནོད་འཚེ་མང་པོ་འདུག་བ་འཇིག་རྟེན་འདིའོ་དེ་འདྲའི་མ་མེད་པ་གི་བཀག་གི་ཐབས་འདི་ད་དེ་འདྲའི་རླུང་ལྟར་ལ་ཡ་དེ་འདྲའི་བཏང་གི་ཡོད་རེད་བ་ད་འདི་གི་ཕྱིའི་གི། འཇིག་རྟེན་ལ་ཨ་ནི་དེ་འདྲའི་གི་ཁ་ས་ཆ་སྙོམས་བཟོས་གི་ཡོད་རེད་ད་རླུང་རྟ་འདི་གི་འདི་ནང་བཞིན་གི་ཡང་རླུང་རྟ་འདི་གི་ཕན་གར་ཐུག་གི་ཡོད་ཟེར་ན་ང་རང་ཚོ་ནང་ད་བཅུད་གི་ལ་ན་འགྲིག་རེད་ཡང་རང་རང་ཉིད་ལ་བྱས་ཟེར་ན་རང་གི་ལུས་པོ་འདི་ཡང་ང་རང་ཚོ་ཤ་ཁྲག་ལུས་གསུམ་འདི་ཡང་ཨ་ནི་འབྱུང་བ་སྔགས་ཀྱིས་བསྒྲུབས་པ་སོང་ཙང་ས་ཆུ་མེ་རླུང་འབྱུང་བ་སྔགས་ཀྱིས་བསྒྲུབས་པ་སོང་ཙང་ཡང་རླུང་རྟ་འདི་གི་ཡང་ང་རང་ཚོ་གི་ལུས་པོ་ལ་ཡང་ཕན་ཐུག་གི་ཡོད་རེད་དཔེ་ཆ་བྱས་ན་ང་རང་ཚོ་དཔེ་བྱས་ན་ད་རིང་ད་ང་འགྲོ་བའི་ན་ས་མཐོ་བོ་ཅིག་ལ་སླེབས་དུས་ཙང་པ་ཧོབ་ཏི་ཀ་ལ་སྒོ་ན་བ་དང་ད་ཁྲག་ཤེད་མཐོ་རུ་འགྲོ་བ་དང་ད་ན་ཟ་སྦྱར་མེ་འདྲ་ཀླད་སིག་གི་རོ་བ་དང་སོ་སོ་སོ་སོ་གི་གཟུགས་པོ་ཡག་པོ་མེད་པ་ཡིན་ན་ཨ་དེ་ཚོ་ཚང་མ་རྒྱུ་རྐྱེན་ག་རེ་ན་ས་ཆུ་མེ་རླུང་དེ་ཚོ་འབྱུང་བ་ལྔ་འཁྲུག་ཙང་ཨ་ན་གི་ཡོད་ར་ང་རང་ཚོ་དཔེ་བྱས་ན་ཁྱེད་ཚོ་ས་ཕྱོགས་ག་བ་ལ་ན་གི་ཡོད་ན་ཚ་བ་འབར་ཤ་ལ་དུས་ང་ཚོ་མེ་གི་འབྱུང་བ་འཁྲུག་བ་རེད་ཟེར་ར་ཨ་ནི་ཡང་རང་ཚོའི་གི་ཁྲག་གི་རྒྱུ་འཁོར་དེ་ཚོ་ད Blood Circulation དེ་ཚོ་འཁྲུག་བ་ཡིན་ན་ཆུ་གི་རྒྱུ་འཁོར་འཁྲུག་བ་འོ་ཡ་དེ་ནང་བཞིན་གི་ད་ང་རང་ཚོའི་ཤ་དང་པགས་པ་འོ་ཡ་རུས་པ་དེ་ཚོ་འཁྲུག་བ་ན་ས་གི་འབྱུང་བ་འཁྲུག་བ་ཨོའོ། འདི་ནང་བཞིན་གྱི་ད་ང་རང་ཚོ་ཀླད་པ་དེ་སང་གི་ད་དཔེ་ང་རང་ཚོ་ཀླད་པ་གི་དཀའ་ཉེན་དེ་འདྲ་ཡོད་བ་ཚོ་ཚོ་ཨ་ནི་ཡང་ད་ང་རང་ཚོ་གི་ཤེས་པ་ཤེས་པ་འདི་ང་རང་ཚོ་གི་ད་དངོས་པོ་འདི་ནམ་མཁའ་ནང་བཞིན་མཚུངས་ཀྱི་ཡོད་རེད་བ་འདིས་འཁྲུགས་པ་ཨ་ནི་ང་རང་ཚོ་གི་རླུང་གི་རྒྱུ་འཁོར་ཡག་པོ་མེད་ཙང་ཨ་ནི་རྩ་རླུང་གི་རྒྱུ་འཁོར་ཡག་པོ་མེད་བ་ཡིན་ན་ཨ་ནི་ཡང་ང་རང་ཚོ་ན་བ་ཨོའོ་འདི་རླུང་འདི་ང་རང་ཚོ་ད་ལྟ་དཀར་པོ་འདི་མཚུངས་ཀྱི་ཡོད་རླུང་ཨོའོ་དེ་འདྲའི་གི་འབྱུང་བ་ལྔ་དེ་ང་རང་ཚོའི་ལུས་པོ་ལ་ཚུར་སྦྱར་ནས་ནི་དཔེ་བཞག་བ་ཡིན་ན་ཡང་ཁང་བཟང་ཡང་གི་རླུང་རྟ་དེ་ཚོ་གི་ཕན་ཐོགས་ཡོད་པ་དེ་འདྲ་རེད་འདུག་བ། འདི་ནང་བཞིན་ང་རང་ཚོ་ནམ་རྒྱུན་ཆུ་ཚན་ལ་དེ་ཚོ་ཡོད་རེད་བ Hot Hot Spring Water ཆུ་ཚན་བསྡུ་བ་ཡིན་ན་ཡང་བྱུང་བ་སྔ་ཚང་དེ་བ་དེ་འདྲའི་གི་ད་དཀོན་གནད་ཁག་དེ་འདྲ་རེད་འདུག་བ། བྱས་ཙང། སྤྱི་བཏང་གི་ད་རླུང་རྟ་ལ་དེ་ག་ད་མི་མཁས་བ་ཁག་ཅིག་གི་ད་རླུང་རྟ་དེ་ཁོ་ཆོས་ལུགས་དེ་པད་ད་ཆོས་གི་དེ་ག་ལ་བ་ད་ནང་པའི་ཆོས་མ་རེད་བཟོ་རེད་ད་འདྲ་མི་འདྲ་བཤད་ཉེན་ཡོད་རེད་ད་དེ་འགྲིག་གི་ཡོད་རེད་གང་ཡིན་ཟེར་ན་སུ་སུ་སུ་གི་འགྲོ་སྟངས་ཅི་ཡོད་སྤྱི་བཏང་གི་ནང་པའི་ཆོས་དེ་ལ་ནང་པའི་གི་ད་ནང་དོན་རིག་པ་རེད་འདི་ནང་བཞིན་གྱི་ནང་པའི་གི་ད་ལྟ་གྲུབ་ཡོད་རེད Philosophy ལ་བསྒྱུར་བ་འདི་ནས་ནང་དོན་རིག་པ་འདི་བྱས། འདི་ནང་བཞིན་ནང་པའི་སེམས་ཁམས་རིག་པ་ཡོད་རོགས Psychology འདི་ནས་ནང་པའི་གི་ཆོས་ཡོད་རོགས Religions འདི་ནས་ནང་པའི་གི་རིག་གཞུང་ཡོད་རོགས་ད Buddhist Culture ལ་བསྒྱུར་བ་བྱས་ཙང་ད་ད་ལྟ་ཀླུང་རྟ་ལ་སོགས་པ་ད་དཔོན་བཟང་པར་ཡ་ད་ད་དར་ལྕོག་བཙུགས་ཡ་ལ་སོགས་པ་ད་ད་འདི་འདྲའི་དེ་ཚོ་ཚང་མ་ནང་པའི་གི་རིག་གཞུང་ནང་ཆགས་འགྲོ་གི་ཡོད་རོགས་བྱས་ཙང། རིག་གཞུང་འདི་ཡང་ང་རང་ཚོ་ཞི་བོ་གཅེས་པ་འཛིན་ན་ཡང་འགྲིག་གི་ཡོད་མ་རེད་གང་ཡིན་ཟེར་ན་ཁོ་རིག་གཞུང་འདི་ང་རང་ཚོ་གི་འགྱུར་བ་འགྲོ་གི་འགྲོ་གི་བྱེད་ཀྱི་ཡོད་རོ་བྱས་ཙང་རིག་གཞུང་འདི་ཡང་ཡང་ལོ་བརྒྱ་ཕྲག་ཁ་ཤས་རྗེས་ལ་རིག་གཞུང་འདི་ཉམས་འགྲོ་གི་ཡོད་རེད་ཡང་རིག་གཞུང་འདི་ལ་འགྱུར་བ་མང་པོ་འགྲོ་གི་ཡོད་ཙང་ང་རང་ཚོ་གི་གཙོ་བོ་ནང་པ་སྦྱིན་པའི་རྩ་ནས་ག་རེ་ལ་དོ་སྣང་བྱེད་དགོས་ཟེར་ན་ནང་པའི་གི་སེམས་ཁམས་རིག་པ་དང་ནང་དོན་རིག་པ་ལ་ང་རང་དོ་སྣང་བྱེད་པ་ཡིན་ན་དེ་ལ་ནི་སངས་རྒྱས་ཀྱིས་གསུངས་པའི་ཆོས་འདི་དང་མ་གཏོགས་དེ་ལ་འགྱུར་བ་འགྲོ་ཡ་ཟེར་ཡོད་མ་རེད་འོ་དེ་ཆུང་ཟ་ད་ད་རིང་ང་ཚོ་དེ་རླུང་རྟ་བཏང་ག་ལེ་ཡ་ཡིན། རྒྱུ་མཚན་དང་དགོས་མཁོ་གཙོ་བོ་འདི་དག་དེ་འདྲའི་འགྲོ་གི་རེད་འོ་དེ་འདྲ་ཡིན་ད། བྱས་ཙང་ད་ད་ལྟ་ད་རིང་བོད་ཟླ་བཞི་པའི་གི་ཚོད་བཅད་ང་འོ་ཡ་དེ་འདྲའི་གི་དུས་བཟང་པོ་ད། དེ་འདྲའི་ལ་ནི་དུས་བཟང་པོ་འོ་ཡ་ནི་གནས་བཟང་པོ་ལ་ཆེ་གྲོགས་ལ་ཆེ་གང་གི་རེ་བ། འོ་དེ་འདྲའི་ཅིག་ལ་ད། རླུང་རྟ་བཏང་ཡ་གི་གོ་སྐབས་སུ་རོ་དེ་འདྲའི་ཐོ་བ་འདི་ཡ་ཡང་སྐྱེ་བ་བཟང་པོ་རེད་འོ་དེ་འདྲ་ཡིན་ད་ད་འདི་གི་རླུང་རྟ་འདི་གི་ཡ་ནི་ད། འཇིག་རྟེན་འདིའི་ནང་ད་དེ་སང་གི་ད་ཆུ་ལོག་རྒྱབ་བ་མེ་འཕྲོག་ཤོར་བ་ས་ཡོམ་རྒྱབ་བ་དེ་འདྲས་ཀྱི་འཇིགས་པ་མང་པོ་ཡོད་པ་དེ་འདྲས་ལ་ཡང་ཕན་ཐོགས་ཡོང་བ་དེ་འདྲས་ཀྱི་སྨོན་ལམ་རེད། ཨོ་དེ་འདྲས་ཡིན་ཡིན་ད་ངས་ཤིང་གི་ཡང་སྒང་ལ་འཛག་བར་དང་ཡང་རླུང་བུ་ཡག་པོ་རྒྱག་ས་ལ་དགར་ན་མ་གཏོགས་ཡང་རླུང་རྟ་གི་གོ་གནས་ཁག་དེ་ཧ་མ་གོ་ཞིང། རླུང་རྟ་དེ་ཅི་དང་ག་བ་ག་ས་བསྒར་ན་འགྲིག་ཡོད་མ་རེད། རླུང་རྟ་དེ་ས་གཙང་མ་ལ་སྦས་མི་འགྲོ་ས་མེད་པ། མི་འགྲོ་བ་ཡིན་ན་རླུང་དེ་གི་གོམ་ཆུ་བཏང་བཞག་གི་ཡོད་རོ། མིག་གི་དུག་རྫི་རྒྱ་ནས་རྐང་པའི་བར་ལ་ཤོར་དེ་འདྲས་ཀྱི་ཡིན་ཡང་ཉེས་ཕིགས་ཤོར་གི་ཡོད་རེད་བྱས་ཙང་ང་རང་ཚོ་རླུང་རྟ་དག་དེ་འདྲས་བཏང་བའི་སྐབས་ལ་ཡང་ས་གཙང་མ་དང་དེ་འདྲས་ལ་རླུང་རྟ་འགྲོ་བ་ཡིན་ན་ནི་དགེ་མཚན་ཆེན་པོ་ཡོད་པ་དེ་འདྲས་རེད། འོ་དེ་འདྲའི་ལ་ཡིན་ད། ད་ང་རང་ཚོ་ད་རིང་དེ་རླུང་རྟ་དེ་ད་རླུང་རྟ་བཏང་བའི་སྐབས་ལ་ཡང་དང་པོ་གཉེར་ལ་དེ་དར་ལྕོག་དེ་ཁ་ཅིག་གིས་དེ་སང་སེར་བུ་དེ་མགོ་ལ་བཞག་སྔོན་པོ་ཞུ་ལ་བཞག་བྱེད་འདུག་བ་དེའི་ནོར་རེད་བ། ང་རང་ཚོ་ནམ་མཁའ་ནས་མ་དེ་གནམ་སྔོན་པོ། འོ་ཡ་སྤྲིན་དཀར་པོ། ཟླ་མེད་དམར་པོ་ཆུ་ལྗང་གུ་ས་སེར་པོ་ཟོ་དེ་འདྲའི་གི་གཞི་གསུམ་གི་ད་རླུང་རྟ་འདྲ་བ་ཡིན་ན་ཡང་རྒྱལ་ཆེན་དམིགས་བསལ་གྱིས་ཡོད་རེད།